མི་དྲུག་ཅུ་རེ་གསུམ་བྱུང་ཡོད་པ་ཚང་མ་བོད་རིགས་ཡིན་འདུག། ཨེ་ཤ་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བཟང་ཕྱོགས་ཀྱི་གནས་ཚད་ཕྱོགས་བསྒྲིགས་བྱས་པའི་བརྙན་འཕྲིན་ལས་རིམ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་བཞི་བྱེ་དྲུག་འོད་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་ཟླ་བ་གཉིས་པའི་ཚེས་ཉེར་གཉིས་རེས་གཟའ་སྤེན་པ་རེད།

བརྙན་འཕྲིན་ལས་རིམ་ལ་གཟིགས་མཁན་རྣམ་པ་སྐུ་ཁམས་བཟང་པོས་རྒྱལ་ལོ་ཉིས་སྟོང་བརྒྱ་རེ་བཞི་ཞེ་བདུན་རབ་གནས་ལྕགས་བྱི་ལོའི་གནམ་ལོ་གསར་བ་ཚེས་ལ་ཉེ་བའི་སྐབས་འདི་གཞིས་བྱེས་གཉིས་སུ་ཡོད་པའི་བོད་མི་ཚང་མ་ལ་ལོ་གསར་ལ་བཀྲ་ཤིས་བདེ་ལགས་པ་འདི་འཇལ་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བཞི་དང་ཕྱེད་ཀའི་ཐོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོའི་ཟླ་བ་གཉིས་པའི་ཚེས་ཉེར་གཉིས་ཉིན་བོད་ཀྱི་རྒྱལ་ས་ལྷ་ས་རུ་སེར་ཁྲའི་སྔགས་སྲོལ་ནང་ནས་ལོ་བརྒྱ་བཅུ་འཁོར་བའི་བར་རེད། འདིའི་སྐོར་གྱི་གནས་ཚུལ་གཞིགས་སྐབས་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལགས་ལགས་ཀྱིས་གནས་ཚུལ་དང་པོ་ཞིག་ལ་གསན་གཟིགས་གནང་རོགས། གཞིས་ལུས་ནད་ཐོག་ནད་ཤུལ་ལོ་ཡི་ཤིང་རྟ་གཉིས་པའི་གཞིས་རྩེ་ནད་ཤུལ་རྩ་ནད་གླིང་སྟེ། བོད་གཞུང་མི་དམངས་སེར་སྐྱ་ཡོངས་རྫོགས་ནས། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་གསེར་ཁྲི་མངའ་གསོལ་ཞུས་ཏེ་ལོ་ངོ་བརྒྱད་ཅུ་འཁོར་བའི་ཉིན་མོ་ཡིན་ཞིང། ཉིན་མོ་འདི་ནི་རྒྱལ་བ་སྐུ་ཕྲེང་ན་རིམ་ནས་བྱུང་བའི་སྐུ་དབང་ཡོངས་རྫོགས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་རྩིས་སྤྲོད་བྱེད་པའི་ཁྱད་པར་ཅན་གྱི་ཉིན་མོ་ཞིག་ཡིན་པས།
ཉིན་མོ་འདི་ནི་བོད་ཀྱི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགག་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད་འདུག། གསེར་ཁྲི་ལྔ་སོ་གསེར་ཁྲི་ལྔ་སོ་སོ་དོན་སྙིང་ཆེན་པོ་ཞིག་རེད་ག་རེ་བྱས་ནས་དོན་སྙིང་ཆེན་པོ་རེད་ཟེར་ན། གསེར་ཁྲི་ལྔ་སོ་ཟེར་ཏེ་དོན་སྔོན་དུ་རྒྱལ་བོ་སྐུ་ཕྲེང་རིམ་བྱོན་གྱིས་ལྷག་པར་དུ་ཏཱ་ལ་ང་ཚོ་གཞུང་དགེ་ལྡན་ཕོ་བྲང་དབུ་བརྙེས་པའི་དུས་ཟིན་ནས་སྐུ་ཕྲེང་ལྔ་པ་ནས་བྱས་རྗེས་ཨ་ནི་སྐུ་ཕྲེང་རིམ་བྱོན་གྱིས་བཞུགས་ཁྲི་ཞེས་བར་བ་འདིའི་སྒང་ལ་ཨ་ནི་ཁྲི་སོ་ཞུ་བའི་རྩ་མ་ཟད་པས་སྐུ་ཕྲེང་ན་རིམ་གྱིས་ཨ་ནི་ག་ཟེར་ན། བདག་གིར་བཞེས་པའི་སྐུ་དབང་ཀྱི་ཕྱག་བསྡམ་བྱེད་བར་བ། ཕྱག་བསྡམ་དེ་ཚང་མ་ལོ་ཙཱའི་སྤྲུལ་སྣང་ངེས་ཀྱི་མཛད་སྒོ་ཁྲལ་རྒྱལ་བ་ཞི་བ་ཆེ་གྲས་དང་དེ་ནས་བྱས་རྗེས་གར་སོང་ད་ལྟ་རྒྱལ་བ་སྐུ་ཕྲེང་ན་རིམ་གྱི་རང་ཆས་སུ་ཡོད་པའི་སྐུ་དབང་དེ་རྒྱལ་བ་སྐུ་ཕྲེང་ད་བཅུ་བཞི་པ་ལ་བརྩིས་འབུལ་ཞུས་པ་སོགས་ན་འདྲ་གོང་འབུལ་ཞུས་པ་སོགས་ན་འདྲ་དེ་འདྲས་ཀྱི་ད། གནད་འགག་ཏུ་གསེར་ཁྲི་ལྔ་སོང་ཟེར་ན་གནད་འགག་ལོ་དེ་འདྲ་རེད་ད། ཡིན་ནའང་ཆབ་སྲིད་ཀྱི་ཐུགས་འགན་དེ་སྐུ་དབང་དང་ཡོད་བ་རེད་དེ་ཡིན་ན་ཐུགས་འགན་གནས་སྐབས་གཞན་མ་གཞན་གྱི་གནས་ཚུལ་དེ་གནས་ཚུལ་ལོག་ཁ་ཡིན་པ་སོང་ཟེར་དེ་ཆབ་སྲིད་ཀྱི་སྐུ་དབང་དེ། སྐུ་དབང་ཟེར་བ་རེད་དེ་ཐུགས་འགན་དེ་ལྔ་བཅུ་ང་གཅིག་ནི་ཐུགས་འགན་བཞེས་རོགས། ཕྱི་ལོ་ཕྱི་སྟོང་དགུ་བརྒྱ་ཞེ་བཅུ་ལོ་ཡི་ཕྱི་ཟླ་གཉིས་པའི་ཕྱི་ཚེས་ཉི་ཤུ་རྩ་གནས་ཉིན། ཁྱེའུ་ལྷ་མོ་དུད་འགྲོ་མཆོག་གསེར་ཁྲིར་མངའ་གསོལ་ཞུས་པ་ནས་བཟུང་ད་བར་འཛམ་བུ་གླིང་སྤྱི་དང་ཡང་སྒོས་བོད་ཁ་བ་གངས་ཅན་ལྗོངས་ལ་བསམ་གྱིས་མི་ཁྱབ་པའི་མཛད་པ་བསྐྱངས་ཡོད་པ་མ་ཟད་སྐབས་དེར་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེས་གཙོས་པའི་ལས་ཀྱི་སྣེ་མོ་བ་ཡོངས་ནས་ཁྱེའུ་ལྷ་མོ་དུད་འགྲོ་མཆོག་རྒྱལ་བ་སྐུ་ཕྲེང་ན་རིམ་གྱི་གསེར་ཁྲི་ལ་མངའ་གསོལ་ཞུས་པ་དེ་ནི་ནོར་བ་དང་འཁྲུལ་བ་མེད་པའི་ཐོག་ནས་ཧ་ཅང་གི་རླབས་ཆེན་ཞིག་བྱུང་ཡོད་པ་འདས་པའི་ལོ་རྒྱུས་ལ་ང་ཚོས་དོན་སྙིང་ལྡན་པའི་བསླབ་བྱ་ལེན་ཐུབ་ཅེས་ལོ་རྒྱུས་ཀློག་པའི་རྒན་སྟོབས་ལགས་ཀྱིས་འགྲེལ་བརྗོད་གནང་སོང་ལ། བོད་ཀྱི་གནད་དོན་ཡིན་ན་རེད་བོད་མི་མང་ཡིན་པ་ན་རེད་འདིའི་སྐད་ནི་ཆོས་སྲིད་གཉིས་ཀྱི་སྐར་ཟེར་ན་འདའ། དབུ་ཁྲིད་མུ་མཐུད་བྱས་ནས་སྐར་ཟེར་ན་དེ་འདའ། ད་ཆབ་སྲིད་ཀྱི་དེ་ཐུགས་འགན་གཞན་མི་ལ་མ་ལྟོས་པའི་གི་ཐུགས་ཀྱི་གཏིང་ནས་ང་ཚོ་ལ་སྐར་ཟེར་ན་བརྩེ་བས་གཟིགས་དེ་དེ་མུ་མཐུད་ང་ཚོས་སྐར་ཟེར་ན་སྐྱབས་འཇུག་ཞུ་དགོས་ཡོད་ཅིག་རེད་བ་སྲིད་དེ་ང་ཚོ་ཞུས་པའི་གི་རྗེས་དྲན་དང་བཀྲ་ཆེ་རྗེས་དྲན་སུ་གོ་ར་ཐང་དེའི་དྲན་གསོ་དང་བཀྲ་ཆེ་མུ་མཐུད་ཅིག་ད་ང་ཚོས་གི་ཡང་སྲིད་ཡང་སྲིད་དེ། དྲན་གསོ་བྱེད་དགོས་པ་དང། མ་འོངས་པར་མུ་མཐུད་ཅིག་རྒྱ་བོད་རིམ་བྱོན་གྱི་ད་གར་སོང་ན་སྐུའི་ཡང་སྲིད་ཕེབས་ཕྱོགས་ཐོག་ལ་ཡང་ཡང་གར་འཛུལ་གར་སོང་ན་སྐབས་དུས་དུས་ཀྱི་འཕྱུགས་པ་མེད་པ་བྱུང་བ་ནང་བདག་གིས་མ་འོངས་པར་ཡང་དེ་འདྲས་ཀྱི་འཕྱུགས་པ་མེད་པ་ཞིག་ཡོང་ཡ་ལ་ང་རང་ཚོ་ཚང་མ་ལུགས་ཀྱི་གར་སོང་ན་ཐུགས་གཟབ་གནང་དགོས་པ་དང་ཐུགས་སྨོན་གནང་དགོས་དེ་གལ་ཆེ་བ་ཞེ་བོ་ཆགས་བསྡད་ཡོད་རེད་བསམ་གྱི་འདུག་ལ། གཞན་ཡང་རྒྱལ་བ་ཀུན་འཕྲིན་བཅུ་བཞི་པ་ཆེན་པོ་མཆོག་གིས་ལྗགས་རྩོམ་མཛད་པའི་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཞེས་པའི་ཕྱག་དེབ་སྟེང་ལ་སྔར་ལོ་བཞི་དང་ཕྱེད་ཀ་སླེབས་པའི་སྐབས་ཏཱ་ལའི་བླ་མ་ཀུན་འཕྲིན་བཅུ་བཞི་པ་བོད་ལྗོངས་རྒྱལ་སྲིད་དང་ཆོས་སྲིད་གཉིས་ཀྱི་འགོ་ཁྲིད་ཡིན་པར་ངོས་འཛིན་བྱས་ནས་བོད་མི་ཚང་མས་མ་འོངས་པའི་དུས་སུ་བདེ་སྐྱིད་ཡུན་བརྟན་ཡོང་བའི་རྨང་གཞི་འཚུབ་པར་སེམས་སོ་ཞེས་འཁོད་གནང་འདུག་པ་མ་ཟད་ད་དུང་ཕྱག་དཔེ་དེའི་ནང་དུ་གསེར་ཁྲི་ལ་མངའ་གསོལ་གྱི་མཛད་སྒོའི་སྟེང་ཤིང་རྩེ་ཕོ་བྲང་གི་ཤར་རྒྱུད་ཚོམས་ཆེན་སྲིད་ཞི་ཕུན་ཚོགས་ནང་འཚོགས་ཤིང། མཛད་སྒོའི་ཐོག་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་ཁག་གི་སྐུ་ཚབ་རྣམ་པ་དང་བོད་གཞུང་གི་བོད་རིགས་སེར་སྐྱ་ཁག་གདན་ས་གསུམ་དང་གཞིས་དགོན་བཅས་པའི་སྐུ་ཚབ་དེ་བཞིན་རྒྱ་རོ་མུ་ཅི་མཆོག་གི་ནང་མི་བཅས་ཕེབས་ཡོད་པ་འཁོད་འདུག་བཞུགས་སྒར་ནི་ཨེ་ཤ་ར་བ་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་རྒྱ་ལེགས་དང་སྣེ་འབར་མཆོག་སྤྲིན་ནང་གི་ཏིང་འཛིན་བླ་མེད་ནི། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་བ་སེང་འདྲེ་ཞེས་མོས་ཤེས་རམ་ལགས་ཀྱིས་བོད་དོན་ཆེད་རྐང་བཀོད་སྐོར་སྐྱོད་ཀྱི་ལས་འགུལ་དེ་མང་བཀོད་དུ་འགྲོ་དགོས་ལམ་དུ་མཇུག་སྒྲིལ་ཡོད་པ་རེད། འདིའི་སྐོར་ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་ལ་གསན་གཟིགས་གནང་རོགས།
རྒྱ་གར་བོད་དོན་རྒྱབ་སྐྱོར་བ་སེང་འདྲེ་ཞེས་མོས་ཤེས་རམ་ལགས་ནས་རྒྱ་གར་མང་ཚོགས་ཁྲོད་བོད་དོན་ཐོག་དོ་སྣང་གོ་ཐོབ་སྤེལ་རྒྱུའི་ཆེད། སྔ་ལོ་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན། བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་གནང་སྟེ་དེ་ཚེས་ཉིན་རྩ་ཆེན་ཉིན། རྒྱའུ་ལྷོ་ཕྱོགས་མོན་གྷོ་དུས་འཁོར་གླིང་གཞིས་ཁོངས་སུ་འབྱོར་ཞིང། གཞིས་ཆགས་དེའི་ལས་སྣེ་དང་བུད་མེད་ས་སྐྱ་མི་མང་དང་སློབ་ཕྲུག་དང་བཅས་པ་རྣམས་ནས། སྣེ་ལེན་མཛད་སྒོ་ཚོགས་ཏེ་ལས་འགུལ་འདི་བཞིན་རེ་ཞིག་མཇུག་སྒྲིལ་གནང་ཡོད་པ་རེད། སྐབས་དེར་སངས་ཏེས་ལགས་ཀྱིས་སུན་ཡན་ལགས་ད་རིང་གཞིས་ཁོངས་འདིའི་ནང་ཁོང་གི་ལས་འགུལ་མཇུག་སྒྲིལ་གྱི་མཛད་སྒོ་འཐུས་ཚང་གོ་སྒྲིག་གནང་བ་ལ། ཁོང་དགའ་ཚོར་ཆེན་པོ་བྱུང་ཡོད་པའི་ངོ་སྤྲོད་གནང་བ་དང་སྦྲགས་སུན་ཡན་ལགས། ཡ་ཏྲ་ཀི་དོག་རན། སྨན་ནི་བྷ་རཱ་སྟྲེ་ཏུ་ཀར་ན་ཏཱ་ཨུ་གྷ་རཱ་སྟྲེ་ཏུ་ཨེ། ཨོར་ཨེ་སི་ཨ་ཏྲ་ཀི་དཱུ་ར་མཆེ་ཨ་ཡར་ཀི་ཨུ་པར་མཆེ་ཨ་ཡར་ཁོང་གིས་ཀི་རྒྱ་མུ་གར་ཀི་མངའ་ཏི་སྡེ་ཁག་བཅུ་གཅིག་གི་ནང་སྐོར་སྐྱོད་གནང་རྗེས་མངའ་སྡེ་དེ་དག་གི་ནང་ཉིན་གྲངས་བརྒྱད་ཅུ་གྱི་སྙིགས་རེངས་རྒྱང་ཚད་ཀི་ལོ་མི་ཀྲར་དྲུག་སྟོང་བརྒལ་བ་ཞིག་སྐོར་སྐྱོད་གནང་རིང། རྒྱ་གར་མང་ཚོགས་ལ་བོད་དོན་ཐོག་དོ་སྣང་གོ་ཐོབ་སྤེལ་བ་ཞིག་གསུངས། རྒྱ་གར་མང་ཚོགས་ནས་ཀྱང་བོད་དོན་ཐོག་རྒྱབ་སྐྱོར་གྱི་རྣམ་པ་འདྲ་མིན་བཏོད་དེ།

ཁོང་གིས་སུན་ཡོན་ལགས་ཁྱེད་ཚོས་བོད་དེ་སྐྱོབ་དགོས་ན། བོད་པའི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་དགོས་པ་དང་དེ་ལྟར་བྱས་པ་ཡིན་ན། བོད་དོན་འཐབ་རྩོད་དེ་རྒྱུན་གནས་ཀྱིས་བོད་ལ་རང་དབང་ཐོབ་ངེས་ཞེས་འབའ་གསུང་གནང་ཡོད་པ་རེད། ཡང་ས་འདེས་ལགས་ཉེ་ཆར་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཁག་ཁག་གི་ནང་བོད་དོན་ཆེད་ཁ་འགོ་འཁོར་སྐྱོད་གནང་སྐབས་རྒྱ་གར་ལྷོ་ཕྱོགས་ཧོན་ཙུ་རབ་གེ་ནི་གཞིས་ཆགས་ནས་རབ་རྒྱས་གླིང་གྲོང་སྡེ་ཨེ་ནས་ཡིན་པ་བློ་བཟང་ཆོས་འཕེལ་ལགས་ནས་ས་འདེགས་ལགས་དང་མཉམ་དུ་ཉིན་གྲངས་བཅོ་ལྔ་ཙམ་གྱི་རིང་རྐང་མགོ་སྐོར་སྐྱོད་གནང་ཡོད་པ་རེད་འདུག་ལ། ཁོང་ནས་རང་འཁྲིའི་འགན་འཁུར་བསྒྲུབ་རྒྱུའི་ཆེད་ལས་འགུལ་དེའི་ནང་ཞུགས་པ་ཡིན་ཞེས་གསུངས་གནང་བྱུང། རྒྱ་གར་དེ་ས་ཆ་མི་ཤེས་ར་ཁོ་བ་ནི་འོ་མཚན་གྱི་བོད་པའི་རྒྱ་གར་དེ་བོད་པའི་གི་དོན་དུ་ལ་ཁོ་གི་རྐང་མགོར་སླེབས་རེད་འདི་ཡིན་ཟེར་ན།

དགུང་ལོ་ང་དགུ་ང་གསུམ་ལ་ཕེབས་པ་རྒྱ་གར་ནག་པོ་ནང་བརྟན་བཞུགས་གནང་མཁན Sandesh Mishram ལགས་ནས་འདས་པའི་ལོ་ངོ་གསུམ་བཅུ་བདུན་རིང་བོད་དོན་ཆེད་ལས་འགུལ་འདྲ་མིན་སྤེལ་གནང་ཡོད་པ་མ་ཟད། ཁོང་ནས་ད་བར་རྒྱ་གར་མང་ཚོགས་ཁྲོད་བོད་དོན་ཐོག་དོ་སྣང་གོ་ཐོབ་སྤེལ་རྒྱུའི་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་བཞི་སྤེལ་གནང་ཡོད་པ་མ་ཟད། ད་དུང་མ་འོངས་པར་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་ལྔ་པ་དེ་སྤེལ་རྒྱུའི་འཆར་གཞི་ཡོད་སྐོར་འགྲེལ་བརྗོད་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ར་བ་རླུང་འཕྲིན་གྱི་གསར་འགོད་པ་པདྨ་ཀྲུ་པིན། དཀར་མཛེས་རྟའུ་རྫོང་ཁོངས་གཅིག་པོ་ད་ལྟའི་བར་དུ་ཏོག་དབྱིབས་ནད་འབུ་གསར་བ་ཕོག་ཡོད་པའི་ནད་པ་གྲངས་དྲུག་ཅུ་རེ་གསུམ་ལ་འཕར་འདུག་དེ་ཡང་དཀར་མཛེས་ཁུལ་འཕྲོད་བསྟེན་བདེ་ཐང་ལས་ཁུངས་ཀྱི་གནས་ཚུལ་སྤེལ་བ་ལྟར་ན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་བར་དཀར་མཛེས་ཁོངས་སུ་ཏོག་དབྱིབས་ནད་འབུ་གསར་བའི་ནད་ཡམས་ཕོག་པའི་ནད་པ་དྲུག་ཅུ་རེ་བརྒྱད་བྱུང་ཡོད་ཅིང། དེ་དག་ལས་རྟའུ་རྫོང་གི་ཁོངས་སུ་ནད་པ་དྲུག་ཅུ་རེ་གཉིས་དང་དར་རྩེ་མདོ་རུ་ནད་པ་གཉིས། གསེར་རྟ་རུ་ནད་པ་གཉིས། ཟླ་བ་རྫོང་དུ་ནད་པ་གཅིག་བཅས་ཡོད་པ་རེད། དེ་དག་གི་ནང་ནས་ནད་པ་བརྒྱད་དྲག་སྐྱེད་བྱུང་ནས་སྨན་ཁང་དུ་ཐོན་ཡོད་པ་རེད་འདུག་དེ་བཞིན་མཚོ་སྔོན་ཞིང་ཆེན་འཕྲོད་བསྟེན་བདེ་ཁོངས་ལས་ཁུངས་ཀྱིས་སྤེལ་བའི་གནས་ཚུལ་ལྟར་ན། མཚོ་སྔོན་དུ་ཏོག་དབྱིབས་ནད་འབུ་གསར་བ་འགོས་པའི་ནད་པ་ཁྱོན་བཅོ་བརྒྱད་བྱུང་ཡོད་པ་ཚང་མ་ཟིང་འཁྲུག་ཅེས་སྨན་ཁང་ནས་ཕྱིར་ཐོན་ཡོད་པ་དང། ཚེས་ཉེར་གཅིག་ཉིན་མཚོ་སྔོན་ནང་ཏོག་དབྱིབས་ནད་འབུ་འགོས་པའི་ནད་པ་གཅིག་ཀྱང་མེད་པས་སྤྱི་ཟླ་གཉིས་པའི་ཚེས་ཉེར་གཅིག་ཉིན་ནས་བཟུང་འགྲིམ་འགྲུལ་རླངས་འཁོར་ལམ་ཐིག་བདུན་པའི་ཐོག་སྐྱེལ་འདྲེན་བསྐྱར་གསོ་བྱས་ཡོད་འདུག། ཚེས་ཉེར་གཅིག་བར་རྒྱ་ནག་ནང་ཏོག་དབྱིབས་ནད་འབུའི་རིམས་ནད་ཕོག་པའི་མི་གྲངས་ཉིས་སྟོང་ཉིས་བརྒྱ་གསུམ་རྐྱེན་འདས་སུ་སོང་ཡོད་པ་དང། མི་གྲངས་བདུན་ཁྲི་ལྔ་སྟོང་ཙམ་ལ་ནད་དུག་རིམས་ནད་འགོས་ཡོད་ཅིང་དེ་བཞིན་ཕྱི་འབྲེལ་ཡུལ་གྱི་ཉི་ཤུ་ཙམ་གྱི་ནང་ནད་དུག་ཁྱབ་གདལ་བྱས་ནས་ཁྱོན་ཚོན་རྩིས་བྱས་པ་ལྟར་ན་མི་གྲངས་ཆིག་སྟོང་ལ་ན་ཚ་དེ་འགོས་ཡོད་འདུག་ཡང་མི་གྲངས་བཅུ་གཅིག་རྐྱེན་འདས་སུ་སོང་ཡོད་པ་རེད་འདུག་རྒྱ་ནག་འཕྲོད་བསྟེན་ལྷན་ཁང་གི་འགན་འཛིན་གཞོན་པ་ཚང་ཡིང་ཤིང་གིས། རྒྱ་ནག་གི་ད་ལྟའི་ཆར་ཐབས་ལམ་མི་འདྲ་བ་ལྔ་ཡི་ཐོག་ནས་རིམས་ནད་སྔོན་འགོག་གི་སྨན་ཁབ་གསར་བ་བཟོ་སྐྲུན་བྱེད་ཀྱི་ཡོད་པ་དང། ལས་གཞི་ཁག་ཅིག་སེམས་ཅན་སྲོག་ཆགས་ལ་ཚོད་ལྟ་བྱེད་པའི་དུས་རིམ་ལ་སླེབས་ཡོད་པ་དང། སྔོན་འགོག་སྨན་ཁབ་གསར་བས་གཙོ་བོ་ནད་དུག་ཁྱབ་གདལ་འགོག་ཐབས་བྱེད་དུ་དམིགས་ཡོད་པ་འགྲེལ་བརྗོད་བྱས་འདུག་ཀི་ཤུ་བཟོ་ཚོང་ཁང་གི་མ་རྐང་འཛུགས་མཁན་ཚོས་རྒྱ་ནག་གཞུང་གིས་མི་མང་གི་དྲ་རྒྱ་རང་ལ་རྡོག་རོལ་གཏོང་བཞིན་པ་རམ་འདེགས་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཞེས་ཆོས་མེད་ཆིག་སྟོང་བསྒྲོན་ནས་ཀི་ཤུ་བཟོ་ཚོང་ཁང་ལ་ངོ་རྒོལ་བྱས་འདུག། འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་ཨོ་རྒྱན་བསྟན་འཛིན་ལགས་ཀྱིས་བཏང་བ་ཞིག་ལ་གསན་གཟིགས་གནང་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བཞུགས་སྒར་ཐེག་ཆེན་ཆུ་གླིང་གཙུག་ལག་ཁང་དུ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་དོན་ལས་འགུལ་བསྟི་གནས་ཁང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་འབྲེལ་མཐུད་ལས་ཁང་བཅས་ཐུན་མོང་ནས་འཛམ་གླིང་ནང་གྲགས་ཆེ་བའི་ཀུ་ཤུ་རྟགས་ཅན་གྱི་བཟོ་ལས་ཁང་ནས་ཉེ་ལམ་ནས་བཟུང་རྒྱ་ནག་གཞུང་གི་དགོས་མཁོ་དང་འཚམ་པའི་མཉེན་ཆས་མང་པོ་ཞིག་བཀག་འགོག་བྱས་ཡོད་པ་དེས་བོད་གཙོས་པའི་ཧོང་ཀོང་དང་ཨུ་ཝུར་སོགས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནས་ཚུལ་ཐད་དཀའ་ངལ་འཕྲད་ཀྱི་ཡོད་སྟབས་ཚོགས་ལ་ཉེ་བའི་ཀུ་ཤུ་རྟགས་ཅན་གྱི་བཟོ་ལས་ཁང་གི་བཤེར་རྟགས་ཀྱི་ཚོགས་མི་ཚོར་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ཁེ་ཕན་ལ་རྒྱབ་སྐྱོར་ཡོང་བའི་ཆེད་དུ་མཆོད་མེ་གཏོང་མཆོད་ཀྱི་ལས་འགུལ་འདི་སྤེལ་གྱི་ཡོད་ཅེས། ད་ལྟ་ང་ཚོས Apple གྱི་ད་ལྟ་ཚོགས་འདུ་འདི་འཚོགས་བའི་སྐབས་ལ། འདི་ཚོང་དུས་བཅར་ངེས་ཀྱི་མི་ངོ་རེ་ངོ་རེ་ལ་ང་རང་ཚོ་གི་རེ་སྒུག་འགྲོ་ཅིག་རེ་བ་འགྲོ་ཅིག་ག་རེ་ལགས་ན་ཁྱེད་རང་ཚོ་གི་ད་འདི་ཆོས་མེད་ཀྱི་ནམ་རྒྱུན་ང་ཚོ་མུན་པ་སེལ་གི་འོད་ར་དེ་འདྲའི་ནང་བཞིན་ཁྱེད་རང་ཚོ་གི་རྒྱ་ནག་གི་བོད་གཅིག་པོ་ཙམ་དུ་མ་ཟད་ཡུ་གུར་རེད་ད་ནང་བཞིན་ཧོང་ཀོང་ཏཱའི་ཝན་ནང་སོག་འདི་ཚོ་ནང་ལོགས་ལ་ག་གམ་ཅིག་གི་གདུག་རྩུབ་བཏང་གི་ཡོད་མེད་སྲིད་ཇུས་ངན་པ་བེད་སྤྱོད་བྱེད་ཀྱི་ཡོད་མེད་དེ་འདྲའི། ཤེས་པའི་ཐོག་ནས་ད་དེ་མུན་པ་སེལ་བའི་ཐོག་ནས་ཁྱེད་རང་ཚོ་ཡི་རྒྱབ་སྐྱོར་བྱེད་རོགས་གྱིས། ཀུ་ཤུ་རྟགས་ཅན་གྱི་འཕྲུལ་ཆས་ནང་བརྙན་ཆས་གཅིག་སྟོང་ལྷག་མེད་པ་བཟོས་ཡོད་པ་དེ་བོད་ནང་གི་གནས་ཚུལ་མཁོ་གཏོང་གི་ཐབས་ལམ་ཚད་ལྡན་ཞིག་མེད་པ་ཆགས་ཀྱི་ཡོད་པར་སོང་དེ་ནི་འགྲོ་བ་མིའི་ཐོབ་ཐང་དང་མང་གཙོའི་ཐོབ་ཐང་མེད་པ་ཆགས་ཀྱི་ཡོད་པར་སོང་རྒྱ་ནག་གཞུང་དང་ལག་འབྲེལ་གྱིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་བྱ་རྒྱུ་དེ་མཚམས་འཇོག་དགོས་པའི་རེ་འདུན་བཏོན་གྱི་ཡོད་པ་བརྗོད་གནང་སོང། ད་གཙོ་བོ་གཅིག་ག་ཚོད་དུ་རེད Apple བཟོ་ལས་ཁང་གི་ག་འདྲས་བྱོས་ལ་ན། ད་ལྟ་དབྱིན་སྐད་ནང་ལོ་ལ VPN འདེགས་རེད Virtual Private Network། དེ་དང་མཉམ་དུ་ཨ་ནི་ང་ཚོས་གིས་ད་ལྟ་འདིར apps ལས་ར་ཨིན་ཀའི་ནང་ལོད་དེ་འདྲའི་མང་པོ་ཅིག་ཧ་ལམ་ད vpn འགྲོ་གི་ཆ་མཚོན་ན་གཅིག་སྟོང་ལྷགས་ཅིག་ཁོང་ཚོ་གིས་མེད་བ་བཟོས་ཡོད་རེད་རྒྱ་ནག་ནང་ལོད་ལ་ཨ་ནི vpn འདི་གི་དམིགས་སའི་ཁྱད་ཆོས་ཅིག་ག་རེ་ཡོད་ལབ་བས་ན་ད་ལྟ་མིག་ད་ལྟ་གསང་རྒྱུ་བཏང་ཡ་ཡིན་ན་རེད་ད་ན་ཞིག་གིས་བོད་ནང་ལོ་གནས་ཚུལ་ཁོ་ཁྲུ་ཕྱིན་མ། ཕྱིའི་ལུང་པ་ལ་བཏང་ཡས་ན་འདི། ཐབས་ལམ། ལྟ་ག་ལ། ཡག་ཤོས་ཅིག་ཆགས་སྐོར་རེད་འདི་ག་ན་ཞིག་གི་སྲུང་སྐྱོབ་དང་ལྡན་པ་ཅིག་ཆགས་དགོས་རེད་ད་འདི་མེད་བ་བྱས་དུས། ཁོ་རང་ཚོ་གི་ནམ་གུས་ད་ལྟ་ང་ཚོའི་གི་དམངས་གཙོ་རྩོད་ལེན་པ་དང་ཁོ་ཚོ་ཚང་མ་གི་སྲོག་ཡིན་ན་རེད་བདེང་ཆ་ལ་དཔེ་མི་སྲིད་གི་ཉེན་ཁ་ཆོན་པོ་འགྲོ། VPN ཞེས་པའི་མཉེན་ཆས་འདིའི་དམིགས་བསལ་ཁྱད་ཆོས་དེ་དྲ་རྒྱ་དང་ཁ་པར་སོགས་ཀྱི་ནང་གནས་ཚུལ་ཁག་གཞན་གྱི་ངོས་འཛིན་ནམ་བཀག་འགོག་བྱེད་མ་ཐུབ་པའི་ཆེད་དུ་ངོ་རྟགས་ཨང་གྲངས་འགྱུར་བ་བཏང་བའི་ཐོག་ནས་གནས་ཚུལ་ལྟ་ཀློག་དང་ཕབ་ལེན་ལས་སླ་པོའི་ཐོག་ནས་བྱེད་ཐུབ་པའི་མཉེན་ཆས་ཤིག་རེད་གལ་ཏེ་ཀུ་ཤུ་རྟགས་ཅན་གྱི་བཟོ་ལས་ཁང་ནས་མཉེན་ཆས་དེ་མེད་པ་བཟོས་པ་ཡིན་ན་བོད་ནང་དཀའ་ངལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། Apple གྱི་ད་ལྟ་རྒྱ་ནག་གི་ད་ལྟ་མཉེན་ཆས་ཕབ་ལེན་བྱེད་ས་ཡོད་རེད App Store App Store ནང་ལོ་ནས་ནས་བིད་པན་གང་ཚག་རོ་ཅིག་མ་ལྟོས། བིད་པན་མང་པོ་རོ་ཅིག་མ་ལྟོས་ཆེད་མཉམ་དུ་ནི། བོད་པའི apps མང་པོ་བོད་བཏོན་ཡོད་འདྲ། དེ་ལ་མཚོན་པ་ལ་བོད་པས་འདི་ཚོ་མ་བཏོན་དུས apple iphone འགྲོ་བཞིན་པ་རོ་བཞིན་ན། application ད་ལྟ་མཉེན་ཆས་རིགས་གཞན་པ་ནས་བླུག་ས་ཡོད་མ་རེད། དེ་ལ་མཚོན་པ app store རང་ནས་ཕབ་ལེན་བྱེད་དགོས་འཚམས་པ་ལ་གལ་སྲིད app store ནང་ལོགས་ལ་བོད་པས་ནི་མེད་བ་རོ་བཞིན་ན། བོད་ནང་ལོགས་ཡིན་ནི་རེད་རྒྱ་ནག་ནང་ལོགས་ཡིན་ནི་རེད་ཕྱི་ལོགས་ཀྱི་གནས་ཚུལ་དང་གནས་ཚུལ་གསར་བ་ཡིན་ནི་རེད application ཟེར་ནས་དེ་ཚོ་ཕབ་ལེན་བྱེད་ཐུབ་ཀྱི་ཡོད་མ་རེད། རྒྱ་ནག་གཞུང་གིས་མཉེན་ཆས་འདིའི་རིགས་བེད་སྤྱོད་མ་བྱས་པ་དེ་ཡིས་ཀུ་ཤུ་རྟགས་ཅན་གྱི་བཟོ་ལས་ཁང་ནས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་གཏོང་བཞིན་ཡོད་པ་དེར་རྒྱབ་སྐྱོར་དང་མ་འོངས་པར་གོ་ལ་འདིའི་ནང་དྲ་རྒྱའི་རང་དབང་ཐད་ཉེན་ཚབས་ཆེ་བའི་ལམ་ལུགས་ཤིག་ཆགས་རྒྱུ་ཡིན་པ་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་ཀྱིས་འགྲེལ་བརྗོད་གནང་སོང། པར་པ་བསྟན་འཛིན་དོན་ཡོད་དང་གསར་འགོད་པ་ཨུ་རྒྱན་བསྟན་འཛིན་གཉིས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས། བོད་ཀྱི་ལོ་སར་ལྷན་དང་ཉེ་བའི་སྐབས་འདི་དགུ་གཏོར་གྱི་སྐབས་འགྲོ་ག་ལགས་ངོ་སྤྲོད་ཞུས་པ་ཞིག་ལ་གསན་གཟིགས་གནང་རོགས། བོད་ཀྱི་གནམ་ལོ་གསར་བཞད་སྐབས་བོད་པའི་ཁྱིམ་ཚང་ཚང་མའི་ནང་དགའ་སྟོན་གྱི་རྣམ་པས་ཁེངས་བཞིན་ཡོད་ལ། སྲོལ་རྒྱུན་གྱི་ལོ་གསར་སྲུང་བརྩི་ཞུ་སྲོལ་ཐོག་ནས་ཞུས་ན། དམངས་ཁྲོད་དང་གཞུང་འབྲེལ། ཆོས་ཕྱོགས་སོགས་ཀྱི་མཛད་སྒོ་ཁག་ཅིག་ནི། བོད་ཚེས་ཉི་ཤུ་དགུ་ཉིན་ནས་གནང་སྲོལ་ཡོད་པ་བཞིན། ལོ་གསར་གྱི་བྱེད་སྒོ་ཁག་དབུ་ཚུགས་པ་ལྟ་བུ་བྱ་གི་ཡོད། དམིགས་བསལ་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན། ཆོས་ཕྱོགས་ཀྱི་མཛད་སྒོ་ཁག་ས་གནས་སོ་སོའི་དགོན་སྡེ་གྲྭ་ཚང་ལ་གྲ་རྒྱས་གནང་སྲོལ་ཡོད་པ་དང། དེ་སྔ་བོད་ཀྱི་རྒྱལ་ས་ལྷ་སར་མཚོན་ན། རྩེ་དགུ་གཏོར་ཞེས། བོད་ཀྱི་ལོ་སར་གོང་འདིར་དམིགས་བསལ་མཛད་སྒོ་གཟབ་རྒྱས་གནང་སྲོལ་ཡོད། ངེས་པར་བོད་ལ་ཡིན་པའི་རིན་ཐང་མང་ཚོགས་མི་རྩེ་དགུ་གཏོར་ལ་ཡང་ད་ལྟ་དེ་ཡང་ཤར་ལ་འཁྲབ་ཀྱི་ཡོད་པ་ཡིན་ཙང་ཁོང་ཚོ་རྒྱལ་མགོ་ཆེན་པོ་མཆོག་དང་དེ་ནས་ནང་བཞིན་གྱི་བཀའ་ཤག་དང། ཨ་ནི་གཞུང་ཞབས་ཚང་མ་ལོག་གི་ད་དེ་ལས་གཟིགས་ཞིབ་ཕིག་ཡོད་རེད་དེ་ནང་བཞིན་གི་ལྷ་སའི་ཉེ་འཁོར་ལ་ཡོད་པའི་མང་ཚོགས་ཚོས་མཇལ་ཁ་ཞུ་མྱི་ཧ་ཅང་མང་པོ་ཡོད་རེད། ཐོག་མར་གུ་དོག་གནང་སྲོལ་འདི་རྒྱལ་མཆོག་ལྔ་པ་ཆེན་པོའི་སྐབས་ལ་དབུ་བཙུགས་གནང་ཡོད་འདུག་ལ་གཙོ་བོ་སྐུ་བཅར་རྣམ་རྒྱལ་གྲྭ་ཚང་བྷནྡྷི་ལེགས་བཤད་གླིང་གི་ཐུགས་འགན་བཞེས་ཀྱི་ཡོད་འདུག། ང་ཚོ་གཏོར་རྒྱག་བརྒྱབ་ཡས་དེ་ཅི་ཡོང། ད་ང་ཚོ་ལོ་གཅིག་གི་ཁ་སོ་རེ་ཆགས་རྗེས་ཉམ་ང་བརྒྱད་དང་བར་ཆད་དོག་ཡ་ལྷག་པར་དུ་ད་ལྟའི་ང་ཚོ་མགོ་ཐོག་གི་ད་ལྟ་ཞབས་རིམ་འདི་བོད་གངས་ཅན་གྱི་ལྗོངས་ལ་ཡང་ཐོག་མར་རྒྱལ་མཆོག་ཀུན་བྲིས་རིམ་བྱོན་གྱི་སྐུ་ཕྱྭའི་ཞབས་རིམ་ཡང་སྒོས་བོད་གངས་ཅན་གྱི་ལྗོངས་ཀྱི་བསྟན་སྲིད་མི་རིགས་དང་བཅས་པའི་འདི་དག་གི་ཆེད་དུ་བཙུགས་པ་ཅིག་ཆགས་ཀྱི་ཡོད་རེད་གང་ཡིན་ཟེར་ན་དཔེར་ན་ཐོག་མའི་ད་ལྟ་དགུན་འཆམ་གྱི་འཆམ་དེ་རྒྱལ་མཆོག་ལྔ་པ་ཆེན་པོའི་སྐབས་ལ་གནས་དེ་བྱང་བྲག་པའི་ཞྭ་ནག་གི་ཆམ་གོས་ལ་སོགས་པ་དང་ཚུ་ས་ཞིག་ནང་ནས་བཙུར་བ་ཅིག་ཆགས་ཀྱི་ཡོད་རེད་དེ་བཙུར་བའི་སྐབས་ལ་གང་ཡིན་ཟེར་ན། ད་ཚེ་ཐོ་ལ་ཡང་རྒྱ་ནག་གི་དམག་དཔུང་ཧ་ཅང་གི་ཤུགས་ཆེན་པོ་ཅིག་བཙན་འཛུལ་བྱེད་པའི་སྐབས་ཁེལ་བ་རེད་དེའི་དམག་ཟློག་གི་ཆེད་དུ་གྲྭ་ཚང་ལ་ཡང་ད་ལྟའི་གོ་ཐོག་གི་ཆམ་དང་དེ་དང་འབྲེལ་བའི་ཧོམ་སེ་དང་གཏོར་རྒྱག་གི་གནང་བ་རེད་དེ་འདྲ་ཡིན་དུས་ཧོམ་སེ་གི་སྐབས་ལ་མེ་ཏོག་ཏོག་ཅིག་དེ་ཡང་བཞག་ནས་མ་གར་ཟེར་རོ་ད་ཚེ་ཐོ་ལ་མ་ཕྱིན་ནས་སྐབས་དེ་དུས་རྒྱ་ནག་གི་དམག་དེ་དམག་ཟློག་ཐུབ་པ་ཡིན་ཙང་དེ་ནས་བྱས་པ་ཅིག་གིས་ད། བསྟན་སྲིད་ཀྱི་ཞབས་གླིང་ཆེད་དུ་རྒྱུན་མཐུད་ནས་ད་ལྟ་བར་དུ་རྒྱུན་མ་ཉམས་པ་བྱས་སྲུང་བརྩི་གནང་བ་འདི་ཆགས་ཀྱི་ཆགས་ཀྱི་ཡོད། རྩི་གུ་རྡོག་གི་གུ་འཆམ་ནང་ནས་ཞྭ་ནག་གི་འཆམ་འདི་དམིགས་བསལ་ཞིག་ཆགས་ཀྱི་ཡོད་ཅིང་དེ་སྔ། རྒྱ་བལ་བོ་སྤྲང་པོ་ཏཱ་ལའི་བདེ་ཡངས་ཤར་དུ་དུས་ཚིགས་ཉི་ཤུ་དགུ་ཉིན་གཞུང་འབྲེལ་དང་ཆོས་ཕྱོགས་ཀྱི་མཛད་སྒོ་གྲ་རྒྱས་གནང་སྲོལ་ཡོད། འཆམ་ལ་ཞུ་བའི་ཡིན་ནའི་སྤྱི་ཡོངས་ཀྱི་འཆམ་འདི་རྣམ་རྒྱལ་གྲྭ་ཚང་གི་འཆམ་ད་ལྟ་དྲག་པོའི་འཆམ་གྱི་འདུ་འཛོ་གཙོ་བོ་རྣམ་གྲངས་འདུ་འཛོ་ལ་ཡང་གཅིག་དུར་རྟ་ཁག་བཞི་ཡོད་རེད་ཞྭ་ནག་ཉི་ཤུ་རྩ་བཞི་ཡོད་རེད་ཆོས་རྒྱལ་ཡབ་ཡུམ་གཉིས་དང།

དེ་ལ་ཡང་དང་པོ་ང་ཚོ་སུམ་མདོ་ཁ་འདི་ལ་ལྟོ་རྒྱ་ཅིག་ཡབ་སྲས་དང་སོ་དགུ་ཡོད་ས་དེ་ལ་ཡང་འཛིན་གནང་གི་ཡོད་རེད། རྒྱ་ནག་དམར་ཤོག་གཞུང་གིས་བོད་འདི་བཙན་བཟུང་བྱས་པའི་རྗེས་བོད་ནང་བརྩི་བཀུར་དོ་སྣང་སྲོལ་ཡོད་པ་འདི་ད་ཆ་མཐོང་རྒྱུ་མེད་པ་ཡིན་རུང། བཙན་བྱོལ་ནང་སྲོལ་རྒྱུན་བཞིན་དགུ་ཆ་རྣམ་རྒྱལ་གྲྭ་ཚང་གིས་རྒྱུན་འཛིན་གནང་མུས་ཡིན་པ་རེད། གོང་ཞུས་ཀྱི་གནས་ཚུལ་ཁག་ནོར་བདེ་ལགས་དང་སྒྲོལ་དཀར་མཆོག་གིས་ཞུས་པ་ཡིན། ཏོག་དབྱིབས་ནད་དུག་གསར་བའི་ནད་ཡམས་མུ་མཐུད་དུ་ཁྱབ་བཞིན་པར་བརྟེན་ས་སྐྱ་ཁྲི་འཛིན་ཁྲི་རབས་ཞེ་གསུམ་པ་ཁྲི་སྟོན་གྱི་མཛད་སྒོ་གནས་སྐབས་རང་ཕྱིར་ཐོན་བྱས་འདུག་རྒྱ་ནག་ཝུ་ཧན་ནས་ཐོན་པའི་ཏོག་དབྱིབས་ནད་འབུ་གསར་བའི་ནད་ཡམས་མུ་མཐུད་དུ་གང་སར་ཁྱབ་བཞིན་པ་དང། དེ་ཡང་འཛམ་གླིང་གི་ཡུལ་གྲུ་ཉི་ཤུ་རྩ་ལྔ་ལྷག་གི་ནང་ཁྱབ་ནས་རྒྱལ་སྤྱིའི་ཐོག་མཛའ་གྲོགས་རང་བཞིན་གྱི་རིམས་ནད་ལ་ངོས་འཛིན་གནང་གི་ཡོད་པ་སོགས་ལ་བརྟེན་ནས་ས་སྐྱ་ཁྲི་འཛིན་ཞེ་གསུམ་པའི་ཁྲི་སྟོན་མཛད་སྒོ་གོ་སྒྲིག་ཚོགས་ཆུང་གིས། ཧུའེ་ས་སྐྱའི་ཁྲི་རབས་ཞེ་གསུམ་པའི་ཁྲི་སྟོན་མཛད་སྒོ་དེ་སྤྱི་ཟླ་གསུམ་པའི་ཚེས་ཉེར་དགུ་ཉིན་ནང་རྒྱུ་གནས་སྐབས་རིང་དུས་ཚོད་ངེས་མེད་རིང་ཕྱིར་འཐེན་གནང་ཡོད་པ་དང། རྒྱ་གར་ནང་གི་གསར་སྐྱེས་མ་དགོན་གྱི་དབུ་འཛིན། བསོད་ནམས་ཆོས་རྒྱལ་ལགས་ཀྱིས་ཨེ་ཤེ་ཡ་རང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་གསར་སྐྱེས་སྨོན་ལམ་སྐབས་སུ་གསར་སྐྱ་ཁྲི་འཛིན་གྱི་ལམ་ལུགས་བསྒྱུར་བཅོས་ཀྱི་གསལ་བསྒྲགས་གནང་བའི་ནང་ལ། དེ་སྔོན་གསར་སྐྱ་ཁྲི་འཛིན་ཞེ་གཅིག་བར་སྐུ་ཚེ་ཧྲིལ་བོར་གསར་སྐྱ་ཁྲི་འཛིན་གྱི་སྐུ་བབས་སྒྲོལ་མ་ཕོ་བྲང་དང་ཕུན་ཚོགས་ཕོ་བྲང་ནས་རེས་མོས་ཀྱི་གནང་སྲོལ་ཡོད་ན་ཡང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་ས་སྐྱ་ཁྲི་འཛིན་ཞེ་གཉིས་བ་རཱ་ནཱ་བཱ་ཇི་ར་རིན་པོ་ཆེ་མཆོག་ཁྲི་སྟོན་མཛད་ནས་ས་སྐྱ་ཕུན་ཚོགས་ཕོ་བྲང་དང་སྒྲོལ་མ་ཕོ་བྲང་གཉིས་ཀྱི་གདུང་སྲིང་རྣམ་པ་རིས་མེད་ཀྱི་ཐོག་ནས་ལོ་གསུམ་རེ་ལ་ས་སྐྱ་ཁྲི་འཛིན་གནང་སྲོལ་གསར་དུ་བཟོས་པ་རེད། གསལ་བསྒྲགས་ལྟར་ན་ས་སྐྱ་ཁྲི་འཛིན་ཞེ་གསུམ་པ་རྒྱ་ནཱ་བཱ་ཇི་ར་མཆོག་ཁྲི་སྟོན་གནང་རྒྱུ་ཡིན་པ་རེད་འདུག་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་བོད་ཀྱི་ཆོས་དང་རིག་གཞུང་ལ་ཆེ་མཐོང་ངོས་འཛིན་བྱེད་པའི་ཆེད་དུ། བོད་རྒྱལ་ལོ་ཉིས་སྟོང་བརྒྱ་རེ་བཞི་བཅུ་ཞེ་བདུན། གཅིག་བཞི་གནམ་ལོ་གསར་བཞི་བཅས་མཛད་སྒོ་ཞིག་ཕྱི་སྲིད་ལྷན་ཁང་གི་ཚོགས་ཁང་དུ། སྐུ་ཚབ་དོན་གཅོད་དབུས་འབྲེལ་ཡོད་ཀྱི་གཞུང་འབྲེལ་མི་སྣ་དང། རྒྱལ་སྤྱིའི་མངའ་ཁུལ་དུ་གནས་པའི་བོད་རིགས་བཅས་གདན་ཞུ་གནང་སྟེ་སྲུང་བརྩི་གནང་ཡོད་པའི་སྐོར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གནས་ཚུལ་སྙན་སྒྲོག་ཞུ་བར་གསན་གཟིགས་གནང་རོགས། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་ཐོག་མར་བོད་ཀྱི་ལོ་གསར་འདི་གཞུང་འབྲེལ་གྱི་ཐོག་ནས་སྲུང་བརྩི་ཞུ་འགོ་བཙུགས་པ་བཞིན་ད་རིང་སླར་ཡང་ཕྱི་སྲིད་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་གི་བོད་ཀྱི་ལོ་གསར་འདི་ཕྱི་སྲིད་ལས་ཁུངས་ཀྱི་ཚོགས་ཁང་ཞིག་ནང་ལོ་ལ་བསྐོང་ཚོགས་གནང་སོང། ཐེངས་འདིའི་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་གོ་སྒྲིག་ཞུས་པའི་བོད་ཀྱི་ལོ་གསར་གྱི་སྲུང་བརྩི་དགའ་སྟོན་མཛད་སྒོའི་ཐོག་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ཤར་ཨེ་ཤི་ཡ་དང་ཞི་བདེ་ལས་དོན་ལས་ཁུངས་ཀྱི་དྲུང་ཆེ་ལས་རོགས་སྐུ་ཞབས David Stilwell མཆོག་གཙོ་བོ་གྱུར་བའི་ཕྱི་སྲིད་ལྷན་ཁང་གི་ལས་བྱེད་དང་བོད་དོན་དང་འབྲེལ་བའི་སྐུ་མགྲོན་རྣམ་པ། དེ་བཞིན་རྒྱལ་སའི་མངའ་ཁུལ་གྱི་བོད་རིགས་ཚོགས་པའི་སྐུ་ཚབ་དང། བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དངོས་གྲུབ་ཚེ་རིང་ལགས་བཅས་མཉམ་ཞུགས་གནང་སོང། དེ་ཡང་ད་རེས་ཀྱི་མཛོད་སྒོའི་ཐོག་སྐུ་ཞབས David Stilwell ལགས་ཀྱིས་གཏམ་བཤད་གནང་བའི་ནང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ཁྱོན་ཡོངས་ནང་ཞི་བདེ་དང་བྱམས་བརྩེ་ཁྱབ་སྤེལ་གནང་མཁན་གྱི་སྐྱེས་བུ་དམ་པ་ཞིག་ཡིན་པའི་བསྔགས་བརྗོད་ཞུས་པ་དང་སྦྲགས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་གནང་རྒྱུའི་བདག་དབང་ཆ་ཚང་བོད་མི་ཚོར་ཡོད་པ་དེར་ཕྱི་སྲིད་ལྷན་ཁང་གིས་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པ་གསུངས་སོང། ཁོང་གིས་ད་དུང་ཕྱི་སྲིད་ལྷན་ཁང་གི་ངོས་ནས་བོད་པའི་ལོ་སར་སྲུང་བརྩི་གནང་བའི་ལམ་སྲོལ་དབུ་འཛུགས་གནང་བ་དེ་མུ་མཐུད་རྒྱུན་འཁྱོངས་གནང་ཐུབ་པར་དགའ་ཚོར་གནང་བ་དང་ཆབས་ཅིག་བོད་པའི་རིག་གཞུང་དང་ཆོས་ཕྱོགས་ཀྱི་བྱེད་སྒོ་རྩ་ཆེན་དེར་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ངོས་འཛིན་ཞུ་བཞིན་མུ་མཐུད་བོད་དོན་རྒྱབ་སྐྱོར་གནང་རྒྱུ་ཡིན་པ་གསུངས་སོང། ཡང་ཐེངས་འདིའི་ལོ་སར་སྲུང་བརྩི་གྱི་མཛད་སྒོའི་ཐོག་བྱང་ཨམ་རི་ཀའི་སྐུ་ཚབ་དོན་གཅོད་དངོས་གྲུབ་སེང་ལགས་ནས་ཨམ་རི་ཀའི་ཕྱི་སྲིད་ལས་ཁུངས་དང་ཨམ་རི་ཀའི་གྲོས་ཚོགས་གཞན་ཡང་ལྷན་ཁང་དང་དོན་གཅོད་ལས་ཁུངས་སོགས་ནས་ད་བར་བོད་དོན་དང་བོད་མིར་རྒྱབ་སྐྱོར་མུ་མཐུད་གནང་བར་ཐུགས་རྗེ་ཆེ་ཞུས་པ་དང་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལས་ཁུངས་དེ་གསར་འཛུགས་གནང་བའི་རེ་བ་གནང་གི་ཡོད་ཅེས་གསུངས་སོང། ཡང་འདི་ལོ་སྤྱི་ཟླ་དང་པོའི་ནང་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་ཞེས་པའི་ཁྲིམས་འཆར་ལ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་གྲོས་ཚོགས་ཀྱི་འཐུས་མི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱུང་སྟེ་མང་མོས་ཆེན་པོའི་ཐོག་ནས་གཏན་འབེབས་བྱུང་བ་དེ་ལ་སླར་ཡང་སྐུ་ཚབ་དོན་གཅོད་དངོས་གྲུབ་ཚེ་རིང་ལགས་ཀྱིས་གྲོས་ཚོགས་གོང་མའི་ནང་གཏན་འབེབས་ཡོང་བའི་རེ་བ་བཅང་གི་ཡོད་པ་བཅས་མཛད་སྒོའི་ཐོག་གསུངས་སོང། དེ་ཡང་སྐུ་ཞབས David Stilwell མཆོག་ནས་ཀྱང་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་ཞེས་པའི་ཁྲིམས་འཆར་དེ་ལ་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་བཏོན་གནང་སོང། ཨ་རིའི་ཕྱི་སྲིད་ལྷན་ཁང་གིས་གོ་སྒྲིག་ཞུས་པའི་ལོ་གསར་གྱི་འདུ་འཛོམས་ཐོག་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་སྐུ་ཚབ་ཆེན་མོ་སྐུ་ཞབས Sam Brownback མཆོག་ཀྱང་ཆེད་ཕེབས་གནང་འདུག་འདུ་འཛོམས་ཐོག་ཕྱི་རྒྱལ་སྐུ་མགྲོན་ཚོས་བོད་པའི་མཆོད་ཆང་དང་ཞལ་ཟས་སོགས་མཉེས་པོ་གནང་བ་མ་ཟད་ལོ་གསར་གྱི་གྲོ་སོ་ཕྱེ་མར་དང་སྡེར་ཀ། མཆོད་ཤོམ་སོགས་ཀྱང་སྒྲིག་ཤོམ་གནང་ཡོད་པ་རེད་འདུག། ད་དུང་ས་གནས་བོད་མི་ཚོའི་བོད་གཞས་ཞབས་བྲོ་སོགས་ཀྱང་གཟིགས་འབུལ་ཞུས་གནང་སོང། གནས་ཚུལ་འདི་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མདུན་ནས་པར་ལེན་ཕྱོགས་བསྒྲིགས་པ་པ་སངས་དོན་ལྡན་ལགས་མཉམ་དུ་ང་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་ཉེ་འབྲེལ་ཞུ་གི་ཡོད།
ཐའེ་ཝན་ནང་འོས་བསྟུན་དྲིལ་བསྒྲགས་ཀྱི་རྐང་འཁོར་ལས་འགུལ་ནང་མཉམ་ཞུགས་བྱེད་མཁན་གཞོན་སྐྱེས་ཇེ་མང་ཟིན་འགྲོ་བཞིན་ཡོད་འདུག་བོད་མིའི་རང་དབང་སྒེར་ལངས་སུམ་ཅུའི་དུས་དྲན་ཐེངས་དྲུག་ཅུ་རེ་གཅིག་པ་ཟུང་བཅུ་ཞེ་ལྔ་ཉེ་བའི་སྐབས་དང་བསྟུན་ནས་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་རྟེན་གཞི་བྱས་ཡོད་པའི་གྲོས་ཚོགས་ཀྱི་མདུན་དུ་འོས་ཐོན་དྲིལ་བསྒྲགས་ཀྱི་རྐང་འཁོར་རྒྱང་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་ཡོད་པ་རེད། ད་ལྟའི་ཆར་འོས་ཐོན་དྲིལ་བསྒྲགས་ཀྱི་ལས་འགུལ་དེའི་ནང་ཐའེ་ཝན་ནང་ཡོད་པའི་གཞོན་སྐྱེས་གཙོ་བོར་གྱུར་བའི་མི་མང་བོ་ཞིག་ཉམས་ཞིབ་གནང་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་རེད་འདུག་འདིའི་སྐོར་ལ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་འགན་འཛིན། བོད་དོན་དྲིལ་བསྒྲགས་ལས་འགུལ་གོ་སྒྲིག་གནང་མཁན། སྐུ་ཞབས་བཀྲ་ཤིས་ཚེ་རིང་ལགས་ཀྱིས། སྐུ་འཁོར་སྐོར་སྐྱོད་རིང་དགོང་དྲོ་ས་གནས་ཁག་ཏུ་འདུ་འཛོམས་གནང་ནས་བོད་དོན་དང་འབྲེལ་བའི་གཏམ་བཤད་རིམ་པར་གནང་གི་ཡོད་པ་མ་ཟད། ས་གནས་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ལ་མཇལ་མོལ་ཡང་གནང་གི་ཡོད་པ་དང། བོད་དོན་དྲིལ་བསྒྲགས་ཀྱི་རྐང་འཁོར་བསྐོར་སྐྱོད་ཀྱི་ལས་འགུལ་དེའི་ཐོག་ཐའེ་ཝན་མི་དམངས་ཀྱིས་ཐུགས་སྣང་ཧ་ཅང་ཆེན་པོ་གནང་གི་ཡོད་ལུགས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཞིང། ཡང་ཝེ་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཀྱི་རྒྱུན་ལས། མིར་ན། ཅམ་ལིན་ཞིན་ཡིན་གྱིས་ད་རེས་ཀྱི་ལས་འགུལ་དེའི་ཐོག་ཐའེ་ཝན་མི་དམངས་དང་གསར་འགོད་པ་དེ་བཞིན་གྲོས་ཚོགས་ཀྱི་འཐུས་མི་དང་གྲོང་ཁྱེར་གྱི་སྤྱི་ཁྱབ་པ་སོགས་གང་ས་ནས་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེན་པོ་འདུག་ཞེས་ངོ་སྤྲོད་གནང་སོང། ཐའེ་ཝན་ནང་སྤེལ་བཞིན་པའི་རྐང་འཁོར་གྱི་བཀོལ་སྤྱོད་ལས་འགུལ་དེ་ཕྱི་ཟླ་གསུམ་པའི་ཚེས་བཅུ་འོས་མིའི་རང་དབང་སྒེར་ལངས་ཀྱི་ཉིན་མོ་མཇུག་སྒྲིལ་གྱི་ཡོད་པ་རེད། ཨ་མི་རི་ཀའི་ཁཱ་ལི་ཧྥི་ནི་ཡ་མངའ་སྡེའི་ཨོ་རེན་ཇི་རྫོང་ནང་དུ་ཏཱ་ལའི་བླ་མ་ཁྲི་བྷི་ཨིམ་གོང་ས་མཆོག་གི་བརྙན་འཕྲིན་ཞི་བ Viet Nam གི་སྐད་ཡིག་ཐོག་བརྙན་འཕྲིན་ལེ་ཚན་གསར་བ་ཞིག་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་དབུ་འབྱེད་གནང་དུས། གནས་ཚུལ་བརྒྱུད་བར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་སྙན་སྒྲོག་གནང་གི་རེད།
ཨ་མི་རི་ཀའི་ནང་སྤྱི་ནོར་ཧོང་སི་ཀྱམ་ཀུན་ཆེན་པོ་མཆོག་གི་ཐོག་དམིགས་བསལ་བརྙན་འཕྲིན་ལེ་ཚན་ཉིན་ལྟར་རྒྱང་སྲིང་ཞུ་རྒྱུ་ཐེངས་དང་པོ་ཡིན་པ་དང། བརྙན་འཕྲིན་ལེ་ཚན་འདི་མཐུན་འགྱུར་ཞུ་མཁན Orange County ནང་བཞུགས་པ་ཝེར་ནམ་ཡིན་རིགས་ཡིན་པ། Tony Nguyen ཞུ་བ་ཁོང་ཡིན་ཞིང། འདི་གོ་སྒྲིག་ཞུ་མཁན་ཨ་མི་རི་ཀའི་ནེའུ་ཡོག་ནང་དུ་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཡན་ལག་སློབ་གཉེར་ཁང་གི་འགན་འཛིན་སྐུ་ཞབས་བསྟན་འཛིན་ཆོས་བཟང་ལགས་ཡིན་པ་རེད། ཀན་ན་རྒྱ་དང་ཝེད་ནམ། འཛམ་གླིང་ག་ས་ལ་ཡུ་རོབ་ཆ་ཚང་རེད་ཡ་འདུག་སོ་ཉིན་རེའི་དེའི་ཐོག་ནས་རྒྱ་དངུལ་རིན་པོ་ཆེ་སུམ་ཅུའི་བཀའ་སློབ་དེ་ཚོ་ཉན་ཐུབ་གི་འདུག་གསན་ཐུབ་གི་འདུག། ཨ་མི་རི་ཀའི་ནེའུ་ཡོག་མངའ་སྡེའི་ས་གནས་ཨེ་ཐི་ཀ་རུ་རྟེན་གཞི་བྱས་པའི་ཆི་ནུ་ཧོང་སྐྱབས་མགོན་ཆེན་པོ་མཆོག་གི་སྐུ་བཅར་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་སློབ་གཉེར་བསྟི་གནས་ཁང་གི་ཡན་ལག་ཆོས་ཚོགས་ཤིག་ཝེད་ནམ་ནང་པ་འབོར་ཆེན་གནས་ཡུལ་ཨ་རིའི་ཁཱ་ལི་ཧྥོ་ནི་ཡའི་ཨོ་རེན་ཇི་ཁའུ་ཏི་ནང་སྔ་ལོ་གསར་འཛུགས་གནང་ཡོད་པ་རེད། སྐུ་ཞབས་བསྟན་འཛིན་ཆོས་བཟང་ལགས་ཀྱིས་གསུངས་པར་གཞིགས་ན། གཞི་རྐང་ཝིཡེད་ནམ་སྐད་ཡིག་ཐོག་གི་བརྙན་འཕྲིན་ལས་རིམ་དེར་ཉིན་ལྟར་ཆུ་ཚོད་ཉི་ཤུ་རྩ་བཞིའི་རྒྱང་སྲིང་ལས་རིམ་ཡོད་འདུག་པ་དེའི་ནང། ཆུ་ཚོད་གཅིག་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་སོགས་ཀྱི་ལེ་ཚན་དང། དེ་བསྐྱར་ཐབས་ཆུ་ཚོད་གཅིག་གི་ལས་རིམ་བཅས་ཉིན་ལྟར་ཆུ་ཚོད་གཉིས་རེ་རྒྱང་སྲིང་ཞུ་རྒྱུ་ཡིན་འདུག་བརྙན་འཕྲིན་འདི་བཞིན་ཁཱ་ལི་ཧྥོ་ནི་ཡའི་ས་གནས་དེར་ཡོད་པའི་ཝིཡེད་ནམ་མི་རིགས་འབུམ་ལྔ་ཙམ་དང་ཁཱ་ནཱ་ཏྲ་དང་ཨ་རི། ཝིཡེད་ནམ་རྒྱལ་ཁབ་ནང་དང། དེ་མིན་འཛམ་གླིང་གི་ས་ཕྱོགས་གཞན་ལ་ཡང་སྙོབ་པའི་ནུས་པ་ཡོད་འདུག། ད་ལྟ་དཔའ་རྡོ་སྐྱབས་མགོན་རིན་པོ་ཆེ་སྐུ་ལས་བསྐྱོན་བཞག་པ་ཅིག་ནང་ཆོས་ངོ་སྤྲོད་སྤྱི་དང་དམིགས་བསལ་གྱི་ཐུགས་ཀྱི་དམ་བཅའ་བཞི་དང། ག་ལ་བ་རེ་ཆོས་དང་མ་འབྲེལ་བའི་འཇིག་རྟེན་པའི་བཟང་སྤྱོད་ད་ལྟ་དེ་ཚོ་ཚང་མ་ཅིག་ང་ཚོས་ཀྱིས་སློབ་གཉེར་བྱེད་དགོས་ཡ་གལ་ཆེན་པོ་ཡིན་ཙང་བརྙན་འཕྲིན་དེའི་ཐོག་ནས་ཅིག་སྐྱབས་མགོན་རིན་པོ་ཆེ་ད་ལྟ་དཔའ་རྡོ་བཀའ་སློབ་གནང་བཞག་པ་གསུང་ཆོས་གནང་བཞག་པ་དེ་ཚོ། བརྙན་འཕྲིན་དེ་གཏོར་མ་ངོ་སྤྲོད་ཞུས་པ་ཡིན་ན་ཝེ་ནམ་གྱི་མི་མང་པོ་ཅིག་ཡང་ཅིག་དྲ་རྒྱའི་ཐོག་ལ་ཡ་རྒྱུས་མངའ་ད་ཙམ་མེད་པ་དེ་འདྲ་ཡིན་འདུག་ཙམ་པ་བརྙན་འཕྲིན་ལྟ་ཡ་འདི་ཁོ་རང་ཚོ་ལ་ཡ་ལུགས་སྲོལ་ཆེན་པོ་ཅིག་རེད་ཤག་ཨ་ནི་དེ་ནང་ལ་ཡ་ས་གནས་དེ་ག་རང་ལ་ཡ་ནང་པ་རང་གི་ཅིག་ནང་ཆོས་དང་འབྲེལ་བའི་ཐོག་ནས་ཅིག་བརྙན་འཕྲིན་ཁག་གཉིས་ཡོད་པ་འདྲ་ད་ད་ལྟ་དེ་སྐྱབས་མགོན་རིན་པོ་ཆེའི་མཚན་ཐོག་ནས་བརྙན་འཕྲིན་དེ་ཐེངས་དང་པོ་ཆགས་ཡོད་རེད་འདུག། ཀྲོ་ནི་ནིའུ་ཡན་ཞུ་བ་ཁོང། Orange County རྫོང་གི Global བརྙན་འཕྲིན་ལས་ཁུངས་ཤིག་ཏུ་གཙོ་འཛིན་གྱི་ཕྱག་ལས་གནང་གི་ཡོད་པ་དང། བཞུགས་སྒར་རྡ་རམ་ས་ལར་དངོས་སུ་བསྐྱོད་པ་དང་གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་སོགས་ལ་ཕེབས་པའི་སྐབས་སུ་ཡང། ཝེར་ནམ་མི་རིགས་མང་པོས་བཞུགས་སྒར་རྡ་རམ་ས་ལར་བཅར་ནས་བཀའ་ཆོས་ཞུ་མཁན་ཧ་ཅང་མང་པོ་ཡོད་པ་ཤེས་རྟོགས་བྱུང་སྟེ། བརྙན་འཕྲིན་བརྒྱུད་ལམ་འདིའི་ཐོག་ནས་ཝེར་ནམ་རྒྱལ་ཁབ་ནང་གི་མི་འབོར་ས་ཡ་བརྒྱ་མིན་ཙམ་ཡོད་པ་ཚོར་ཡང་ཕན་ཐོགས་འབྱུང་བའི་རེ་བསམ་གྱི་ཐོག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དང་གསུང་ཆོས་ཀྱི་བརྙན་འཕྲིན་ལེ་ཚན་འདི་རྒྱང་སྲིང་ཆེས་མཐུན་རྒྱུ་རྣམ་པ་ཞིག་རེད་འདུག། Think the the Dalai Lama TV is the very very powerful ཁོང་ས་ཏྭ་ལའི་བླ་མ་མཆོག་གི་བརྙན་འཕྲིན་བརྒྱུད་ལམ་འདི་ཤུགས་རྐྱེན་ལྡན་པ་ཞིག་ཆགས་ཐུབ་པའི་རེ་བ་ཡོད། ཁོང་སྐྱབས་མགོན་ཆེན་པོ་མཆོག་གིས་རྡ་རམ་ས་ལར་བཀའ་ཆོས་རིགས་བསྣམས་པའི་སྐབས་བརྙན་འཕྲིན་འདི་བརྒྱུད་ཐད་ཀར་རྒྱང་སྲིང་ཐུབ་རྒྱུ་དང་ཝེར་ནམ་གྱི་དོན་གཉེར་ཅན་པ་ཚོ་ཟླ་བ་ལྟར་ཆགས་དང་ལོ་ལྟར་ཆགས་རྡ་རམ་ས་ལར་བཅར་མི་དགོས་པ་བརྙན་འཕྲིན་ལས་རིམ་འདི་བརྒྱུད་བཀའ་ཆོས་ཞུ་རྒྱུའི་གོ་སྐབས་ལྡན་ཞིང་ཕན་རླབས་ཆེན་པོ་ཡོང་རྒྱུ་ཞིག་རེད། དེ་ཙམ་མ་ཟད་ཝེ་ཨེར་ནམ་ནང་པའི་སྤྱི་ཚོགས་ལ་བརྙན་འཕྲིན་བརྒྱུད་ལམ་འདི་ཧ་ཅང་དགོས་མཁོ་ཆེན་པོ་ཆགས་ཀྱི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་གསུངས་ཡོད་པ་རེད། California ལྷོ་ཕྱོགས Orange County རྫོང་གི། Garden Grove། ས་གནས་དེ་ཡིས་ཝེ་ཨེར་ནམ་མང་ཚོགས་ཀྱིས་གསོལ་འདེབས་ཞུས་པ་བཞིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཨ་མི་རི་ཀའི་ནུབ་ཕྱོགས California ས་གནས་དེར་ཆིབས་བསྒྱུར་གྱིས་ཆོས་འབྲེལ་རྒྱ་ཆེ་བསྐྱངས་གནང་མཛད་ཡོད་ལ།

ང་ཚོའི་ཝེ་ནམ་མི་རིགས་དེ་ལ་ཡང་དམིགས་བསལ་གྱི་ཆོས་ཕྱོགས་ཐོག་ནས་དཔེ་མི་སྲིད་པའི་ཕན་ཐོགས་རྒྱ་ཆེན་པོ་ཁོ་རང་གིས་ཡོང་གི་རེད་བསམ་པའི་ཡིད་ཆེས་ཡོད་ལ་རེ་བ་ཡོད་གསུངས་འདུག་དེ་མ་ཟད་པའི། བཞུགས་སྒར་རྡ་རམ་ས་ལ་དང་དེ་མིན་ས་གནས་གཞན་ཁག་ཏུ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་སོགས་སུ་ཝེར་ནམ་གྱི་དད་ལྡན་པ་འཆར་མཁན་ལོ་རེ་ནས་ལོ་རེ་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། དེང་སྐབས་བི་ཡེད་ནམ་མི་རིགས་བོད་ཀྱི་ནང་ཆོས་ལ་སློབ་གཉེར་གནང་མཁན་མང་པོ་ཡོད་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཁག་ཐད་ཀར་བི་ཡེད་ནམ་སྐད་ཡིག་ཐོག་གསུང་བསྒྱུར་ཞུ་མཁན་ཚད་ཕུད་འགའ་ཤས་ཀྱང་ཡོད་པ་རེད། བརྙན་པར་སྒྲིག་སྦྱོར་གནང་མཁན་ནོར་རྫི་སྒྲོལ་མ་ལགས་དང་གསར་འགོད་ཕྱོགས་བསྒྲིགས་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། བོད་ཀྱི་ལོ་སར་དུས་ཆེན་སྐབས་དབུས་སྟོད་སྨད་བར་གསུམ་དུ་དཀོན་མཆོག་གི་མཆོད་པ་སྡེར་ཁ་བཤམས་དང་སྐོར་བློ་བཟང་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་ལ་གསན་གཟིགས་གནང་རོགས། ཉི་མ་ལྔའི་ལོ་སར་ཚུལ་དུ་དཔལ་རྟ་བ་ཅན་གྱི་ལེན་པའི་ཁྲི་རལ་ཚུལ་ཆོས་ཟླ་དེ་སང་ལོ་སར་ཚུལ་དུ་ཉི་མ་ལྔ་དྲུག་རེ་ཤི་ནས་གཟིངས་ལ་ཡང་དེ་འདྲ་ཆགས་འདུག་དོ། གནའ་སྔ་མོ་ནས་བཟུང་ལོ་རྙིང་པ་རྫོགས་ཏེ་ལོ་གསར་པའི་མགོ་མོ་ཚིག་པ་དང་མཉམ་དུ་ལོ་སར་གཏོང་ཞེས་སོ་སོའི་མགྱོགས་ཁོལ་ལ་དཔག་པའི་སྟོན་མོ་རྒྱ་ཆེན་པོ་རེ་ཞེས་སོགས་ཡོད་པ་རེད། འོན་ཀྱང་བོད་ས་སྟོད་སྨད་སོ་སོ་ལ་ལོ་འགོ་རྩིས་སྟངས་འདྲ་མིན་ཅི་རིགས་ཡོང་གི་ཡོད་པ་ལྟར་ལོ་སར་ཡང་དུས་ཚོད་གཅིག་གི་ནང་ཁེལ་གྱི་མེད་པ་མ་ཟད། ལོ་སར་དགའ་སྟོན་རྟེན་འབྲེལ་བྱེད་སྟངས་དང། ལྷག་པར་དུ་དཀོན་མཆོག་གི་མཆོད་པ་སྡེ་ཁག་བཤམ་སྟངས་ཀྱང་འདྲ་མིན་ཅི་རིགས་ཡོང་གི་ཡོད་པ་རེད་འདུག་དཔེར་ན་དབུས་གཙང་ཁུལ་ལྟ་བུ་ལ་མཚོན་ན་སྡེ་ཁག་ནང་བོང་བུའི་ཨ་མཆོད་དང། བཀྲ་ཤིས་སྨུག་སྡོང་སོགས་ངེས་པར་དུ་བཤམ་སྲོལ་ཡོད་པ་རེད་འདུག་ལ། དེ་ཡི་དབྱིན་ཡོན་དུ་གྲོ་སོགས་ཕྱེ་མར་དང་ཆང་ཕུད། ལོ་བུས་སུ་སྒྲིག་སྲོལ་ཡོད་པ་རེད་འདུག། ཁམས་འོག་ལ་ཆ་བཞག་པ་ཡིན་ན་བུང་ག་ཨམ་ཅོད་འབྲི་ཡག་གི་ལུགས་སྲོལ་ཅིག་ཡོད་ས་མ་རེད། བུང་ག་ཨམ་ཅོད་ཙམ་ལ་ད་ལྟ་ང་ཚོའི་གི་ད་ལྟ་ཁབ་བསད་གི་ད་ལྟ་འདི་ན་ལ་འདི་ཅིག་ཡོད་རེད་ག་ས་ང་ཚོ་བཙན་བྱོལ་བོད་མི་གི་མཛད་སྒོ་ངོ་མཛད་སྒོ་ངོ་སྤྲོད་གི་འདི་ན་ལ་ད་ལྟ་སྨུག་སྟོང་ལ་ཡ་ཅིག་ཡོད་རེད་འདི་ཨོན་ཁོ་ན་ཚོ་ཡག་འདུག་བཀྲིས་ནས་ཕ་ཚན་ཡ་གི་འབྲི་ཡོད་འདུག་བ་ལ་བཅོ་ལྔ་ཉི་ཤུ་སུམ་ཅུ་ཅིག་བ་ཕ་ཚན་ཐོག་ཚན་གཉིས་ཅིག་བ་འདུག་ཁོ་ཚོའི་གི་ཕིད་གཉིས་གསུམ་ཅིག་བ་འདུག་འབྲི་ཡག་གི་ཁོ་ཚོའི་ལུགས་སྲོལ་ཅིག་འདུག། ད་གདོད་མའི་སྔོན་ལ་ཆ་བཞག་པ་ཡིན་པ་ཡིན་ན། ཨ་མཆོག་འདྲི་བའི་ལུགས་སྲོལ་ཡོད་མ་རེད། གདོད་མའི་ཁོ་རང་ཚོ་ཡང་ཁ་བསད་ད་ལྟ་ཟོག་ཟོག་ལ་ཡང་ཁ་བསད་བྱས་ཡོད་རེད། འོ་དེ་འདྲས་ཀྱི་རྟགས་ནས་ནི་ཁོ་སྡེར་ཁ་ཁོ་རང་དུ་ཐག་བསྐོར་ཏེ་སྡེར་ཁ་འབྲི་ཡག་གི་ཁོ་རང་ལུགས་སྲོལ་ཅིག་ཡོད་རེད། ད་ད་ལྟ་ལྷ་སའི་སྔོན་ལ་ཚང་ད་ཆ་བཞག་པ་ཡིན་ན་ནི། བོན་པོའི་ཨ་མཆོད་བཅུ་ཐམ་པ་བྱས། དེ་ནས་ཉྭ་བཤགས་གཉིས་བྱས། སྨུག་སྟོང་གཉིས་བྱས། ཀོང་རྩལ་གཉིས་བྱས། འབུ་ལུག་གཅིག་བྱས། པི་པི་ཏོ་ཏོ་གཅིག་བྱས་འདུག་ད་དེ་མང་ཆེ་ལྷ་ས་ཕྱོགས་ལ་དེ་འདྲའི་དྲི་ངན་དེ་འདྲ་འདུག། དབུས་གཙང་ཁོ་དང་མི་འདྲ་བ།
ལོ་གསར་སྐབས་སུ་ལུང་སྒོ་མ་བརྒྱད་ཅེས་པའི་དཔེ་ལྟར་ཁམས་བདག་ཨ་མདོ་ཤོ་ཕག་ཆེ་བས་ལོ་གསར་གྱི་སྡེ་ཁག་རྣམས་བོང་བུའི་ཨ་མཆོག་སུ་བསྒྲིགས་སྲོལ་མེད་ཅིང། ཁ་དྲོ་བའི་རྟེན་འབྲེལ་དུ། གྲོ་མཐུན་ནུ་མ་ཁོས་བྲིན་པ་སོགས་གྲོ་ཞལ་དང་མར་གྱིས་བཟོས་པ་ཞེ་གཅིག་དང། དེ་བཞིན་གཡང་ལུག་ཅེས་གཡང་ཁུག་པའི་རྟེན་འབྲེལ་དུ་ལུང་སྒོ་བཤམས་པ་དང། དཀར་གསུམ་རྔ་གསུམ་དང་ཤ་མར་དུས་གསུམ་སོགས་ཀྱི་སྡེ་ཁག་དང་ལྷག་པར་དུ་ལུག་འགོག་སུག་ལོ་ས་ག་སེམས་སྐྱིད་ཀྱི་འགོ་རེ་བཙོས་ཏེ་ངན་པ་དུ་བཟའ་སྲོལ་ཡོད་པ་རེད་འདུག་འོན་ཀྱང་ཁམས་ཀྱི་ས་གནས་ཁག་འགའ་རེས་ལོ་སར་ཚིགས་གཅིག་ལ་ཀ་བཟས་མ་གཏོགས་མ་བཟས་མི་བཟང་གི་ཡ་ཡོད་པ་རེད་འདུག། ཉྭ་བཤགས་དང་ཞེ་སྤྲོ་དེ་ད་དེ་ཕུལ་བ་རེད་ཉྭ་བཤགས་དེ་ཡ་ཆེན་པོ་རིང་པོ་བཟོས་ཉྭ་བཤགས་དེ་ཞེ་སྤྲོ་དེ་ཡ་རིང་པོ་བཟོས་ཨ་དེ་ཕུལ་གི་རེད་དེ་ལུག་སོག་མ་དང་གཅིག་གི་དེ་བུང་གི་ཨམ་ཆུ་དེ་འཐུང་མ་སོང། ལོ་ས་གི་སྡེ་ཁག་འདི་དག་པ་དེ་གཙོ་བོ་ད་ང་ཚོ་ཅེས། མ་མཁའ་འགྲོ་དང་ཨ་ནུ་འགྲོ་དང་དགུན་འགྲོ་དང། རྟ་སྒ་དང་ད་ཏི་བརྒྱད་ཀྱི་གྲོགས་དག་བསུས་བྱམས་ཀྱི་ཨ་ནུ་མཐུས། ད། གཙོ་བོ་འདྲ་བ་དང་ང་ཚོ་ལུག་འགོག་ཏུ་ཆས་ཨ་ནི་ལུག་འགོག་ཏུ་གལ་སྲིད་གྲ་འགྲིག་མ་ཐུབ་པ་ཡིན་ན་ཨ་ལུག་གི་སྤྱི་སྒང་ཨ་ཞུ་གུ་སྔ་བོ་ཞུ་གུ་དཀར་པོ་ཡིན་པ། འོ་དེ་འདྲ་ཅིག་ཡིན་གྱི་མི་ནི་དེ་དགོས་དགོས་ཡ་རེད། བོང་བུའི་ཨམ་ཅོག་ཅེས་པ་དེ་ཡང་མ་དག་པ་ཡིན་ཏེ་བོན་པོའི་ཨམ་ཆོས་ཀྱིས་བོན་པོའི་བཀའ་ནས་བཏགས་པའི་རྒྱུ་མཚན་གྱིས་མིང་དེ་ལྟར་འདོགས་པ་རེད་ཅེས་དང། དེ་ཡང་ཨམ་ཆོས་དང། བཀྲ་ཤིས་སྨུག་སྡོང་སོགས་ཀྱིས་མི་ཡི་གཟུགས་ཀྱི་མཚོན་གྱི་ཡོད་པར་འགྲེལ་བརྗོད་གནང་མཁན་ཡང་ཡོད་པ་རེད་འདུག། ད་ག་ཟེ་དེ་ང་ཚོའི་མིང་གི་རུབ་ཤུལ་ཟེར་བ་ཆགས་དེ་བོར། འཕེན་ན་འབུ་ལུག་ལ་དེའི་མིང་གི་ད་ག་ལ་བར་ཅིག་འབྲུ་མར་གི་ངན་པས་ཀྱི་ངོས་འཛིན་གོ་བར་དེ་འདྲའི་སོ་ར་ཅི། ད་ད་ལྟ་ཅི་ཐང་གི་ང་ར་ཏི་དེ་གོར་ཅིག་མི་རྒན་པས་ཀྱི་དེ་འདྲའི་ང་ལ་སེ་ཆོས་ར་དེ་འདྲ་བྱུང་ལ། ཨ་ནི་ད་ད་པི་པི་ཏོ་ཏོ་ལ་ཡ་དེ་ད་མི་གི་ཀ་པི་ཀི་ཚོས་སོ་ར་ཆགས་དེ་གོས་ས་རེད། ད་ཉབ་ཤ་དང་སྨུག་སྟོང་ད་དེ་ཚོ་ཟས་དེ་ཚོ་མི་གི་ད་རྩིག་མ་དང་དེ་གི་ཆེ། ཨ་མཆོག་དེ་ང་ར་ཅི་ད་མི་གི་ད་ལག་པས་ཀྱི་ཅིག་ག་ལ་བར་ཅིག་ཚིག་ཏོ་དང་པི་མོ་ད་དེ་འདྲའི་ཀྱི་ངོས་འཛིན་གྱི་ཆགས་དེ་གོས་ས་རེད། ཅི་ཐང་གི་ད་ད་མང་ཅིག་ག་བུ་མགོ་ཨ་མཆོག་བུ་མགོ་ཨ་མཆོག་ཟེར་དུ་སྙ་མ་ཉེ་གི་དེ་མང་པོ་ཉེ་དེ་བུ་མགོ་ཨ་མཆོག་ཟེར།

ལོ་སར་ཡང་ས་སྐྱེས་མ་སྟོང་ཙམ་རེ་བྱེད་སྲོལ་ཡོད་པ་ཡིན། འདི་ག་ཡང་སྟབས་གང་བདེ་མ་གཏོགས་བཤམས་སྲོལ་མེད་པ་དང། འོན་ཀྱང་མི་མང་ཁ་ཅིག་ནི་སྔར་གྱི་སྲོག་གཅོད་ཀྱི་རིག་གཞུང་རྒྱུན་འཛིན་ཡོང་བར་དམིགས་ནས་གྲ་རྒྱས་ཙམ་རེའང་བྱེད་ཀྱི་ཡོད་པ་རེད་འདུག། གནའ་སྔ་མོ་ཡིན་ན་བོད་དུ་ལོ་སར་སྐབས་ཡ་དཀོན་མཆོག་ལ་མཆོད་པ་དང་མ་ངེས་ལྷུང་ཚོ་ལ་སྦྱིན་པ་གཏོང་བ་དེ་བཞིན་རྟ་རྒྱུང་དར་འཕན་དང་གྲོ་ལོད་བཞི་གསུམ། ནང་མི་སྤུན་མཆེད་ཙམ་དུ་མ་ཟད་ཡུལ་མི་ཕན་ཚུན་བར་མགྲོན་འབོད་རེས་ཀྱིས་རྗེས་བཞག་རྗེས་མཐོང་སོགས་སྟོན་མོ་ཧ་ཅང་གི་གྲ་རྒྱས་པོ་དང་ཉིན་གྲངས་མང་པོ་ཞིག་གི་རིང་དགའ་སྟོན་བྱེད་ཀྱི་ཡོད་པ་དང་དེ་ནི་རེམ་བཞིན་དུས་ཚོད་ཀྱི་འགྱུར་འགྲོས་ཀྱི་ལོ་སར་དང་ཀྱང་སྟབས་གང་བདེ་སོགས་སྔར་དང་མ་འདྲ་བ་ཆགས་ཀྱི་ཡོད་པ་རེད་འདུག་རྡེ་ར་དུ་རྡེ་ཤེས་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི།
ནང་པ་ཚོས་ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ལ་གཟིགས་པར་བཀའ་དྲིན་ཆེ་ཞུས་ནས་བཙན་བྱོལ་ནང་གི་བཞི་བ་བཞི་མ་ཁག་ཅིག་གིས་བླངས་བའི། བཀྲ་ཤིས་ལོ་གསར་ཞེས་པའི་གླུ་གཞས་འདི་ལ་ང་ཚོ་ཚང་མས་མཉམ་དུ་ཉན་ནས་དེ་རིང་གི་ལས་རིམ་མཇུག་སྒྲིལ་གྱི་ཡིན། ད་བདེ་མོ་བྱོས།